འཛམ་གླིང་ཕྱོགས་མཐའ་གང་སར་བཞུགས་པའི་རྒྱ་ཆེའི་གཟིགས་མོ་ཡོངས་ལ་ཐུགས་མང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡག་དང་དེ་རིང་གི་སྙན་ཐོ་འདི་ནང་དོན་གཙོ་བོ་གང་ཡིན་ཞུས་པ་ཡིན་ན་ནིའུ་ཡོག་དེ་ནིའུ་ཇར་སིའི་བེ་རི་སྤྱི་མཐུན་ཚོགས་པའི་སྐབས་བཅུ་དགུ་པའི་རྒྱུན་ལས་འོས་ཤོག་ལོ་ཡ་ཉི་མ་དེ་དུས་རེད་དེ་སོང་ཙང། དེ་རིང་རེས་གཟའ་ཉི་མའི་ཉི་མ་དང་སྟབས་བསྟུན་བཅས་ནིའུ་ཡོག་དེ་ནིའུ་ཇར་སིའི་བེ་རི་སྤྱི་མཐུན་ཚོགས་པའི་སྐབས་བཅུ་དགུ་པའི་རྒྱུན་ལས་དུས་སུ་ངེས་འདེམས་ཞུ་དགོས་ཡོད་རེད་ཐོག་མར་ད་ལྟའི

ཨོ་ད་དེ་འོས་ཤོག་ལོག་ས་སླེ་ཚར་ཡིན་འདུག་ད་འདི་སྤྱི་ཁང་རྒྱལ་པོ་ཡག་འཛུལ་བས་དེ་ལ་དྭང་བླངས་དཔྱ་དངུལ་ལག་དེབ་དང་ནིའུ་ཡོག་ངོ་སྤྲོད་ལག་འཁྱེར་གཉིས་དེ་བརྟག་དཔྱད་གནང་གི་འདུག་ག་ད་དེ་གཏན་འགོག་འདུག་ཐོག་མར་དུ་སྟོན་ཡ་རེད་ཁོ་རྣམས་ཚོ་དེ་ཞུ་འདུག་ཨ་ཁོ་རྣམས་ཚོ་ལ་ག་ད་དྭང་བླངས་དཔྱ་དངུལ་ལག་དེབ་དང་ནིའུ་ཡོག་ངོ་སྤྲོད་ལག་འཁྱེར་དེ་དེ་སྟོན་ན་སྤྱི་ཁང་ཕུན་ཚོགས་དེ་བཞིན།

ང་རང་ཚོའི་བརྟན་བཞུགས་ཀྱི་ཤེལ་འདེབས་ཕུལ་ས། ད་ལྟའི་ཕྱི་ཚེས་ཉི་ཤུ་གཉིས་ཉི་མ་དེ་ལ་བསྐྱང་བར་བྱས་ལ་མཚོན་དོན་གྱི་བརྟན་བཞུགས་ཕུལ་ཡར་བ་དེ་ཚོང་བཟང་བརྟན་བཞུགས་ཀྱི་ཤེལ་འདེབས་ཕུལ་ས་དེ་དེ་དེད་དོ། ཁོང་བསྐྱང་བ་ཆེན་པོ་མཆོག་ལ་བརྟན་བཞུགས་ཤེལ་འདེབས་ཕུལ་བ་ཤེལ་འདེབས་ཕུལ་ས་དེ་དེད་དོ། དེ་སྟབས་གཅིག་ཏུ་སྟབས་བདེ་བོ་ཞིག་འདུག་འོས་ཤོག་དེ་བླུག་ཕ་དོན་འགྲོ་དུས་དེ་བརྟན་བཞུགས་ཤེལ་འདེབས་དེ་ཕུལ། འོ་དེ་འདྲའི་སྟབས་བདེ་བོ་འདུག་ཞུ་ཡ་ཡིན།